འཛམ་གླིང་གང་སར་བཞུགས་པའི་བོད་ཀྱི་སྐད་ཡིག་ལ། དད་མོས་གནང་མཁན་ཚང་མ་ལ། སྔ་དྲོ་བདེ་ལེགས་ཞུ་གི་ཡོད། དེ་ནས། དེ་རིང་ཡང་བསྐྱར། བོད་སྐད་ཀྱི་སྐོར་ལ། ཐུང་ཙམ་ཞུ་ཡག་ཡིན། ད་དེ་ནས་བདུན་ཕྲག་གཅིག་གི་སྔོན་ལ་ངས་བོད་སྐད་ཀྱི་སྐོར་ལ་བརྙན་ཐུང་གཅིག་བཟོས་རྗེས YouTube ལ Upload བྱས་པ་ཡིན། ཨ་ནེས་གསན་གཟིགས་གནང་མཁན་མང་པོ་ཞེ་དྲག་བྱུང་ཞག་ཐུགས་ཆེ་གནང། དེ་ནས་དེའི་ནང་ནས་གང་ཟག་གཅིག་གིས་ག་རེ་གསུང་གི་འདུག་ཞུས་པ་ཡིན་ན། ཆུ་ཚོད་བཅུ་གསུམ་གྱི་ནང་ལ་བོད་ཡིག་ཀློག་ཐུབ་པ་ག་འདྲས་ཆགས་པ་རེད། ཁྱེད་རང་གི་བརྙན་ཐུང་འདིའི་ནང་ལ་འགྲེལ་བཤད་བརྒྱབ་མ་སོང་ཞེས་བྱས། ཁོ་རང་གིས་སྐྱོན་འཛུགས་གནང་གི་འདུག་དེ་ནས་ཁོ་རང་གིས་ངས་དེ། མཆན་འདི་འདི་འདྲའི་ཀློག་པའི་སྐབས་ལ། ཨ་ནི་ཁོ་རང་གི་དགོངས་ཚུལ་ལ་ཨ་ལས་ཁོ་རང་གི་སློབ་གྲྭ་འདི་ལ་མི་མང་པོ་ཡོང་ཡག་གི་ཆེད་དུ་ཨ་ནི་རྫུན་གཏམ་བཤད་པ་རེད་བསམ་བསམ་བྱུང་པ་ཡིན་ས་རེད། དེ་ནི་ངས་བསླབ་སའི་ད་ལྟ་སློབ་གྲྭ་འདིའི་མཚན་ལ་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ཞུ་གི་ཡོད་རེད། ད་འདི་སྒེར་པའི་སློབ་གྲྭ་འདི་འདྲའི་ཡོང་འབབ་ཀྱི་ཆེད་དུ་ཨུ་ཚུགས་བཞག་པ་གཅིག་རྩ་བ་ཉིད་ནས་མ་རེད། ད་འདི་ང་རང་ཚོའི་སྐད་དང་རིག་གཞུང་ཡི་གེ་ཉམས་ཆག་འགྲོ་གི་འདུག་བྱས་རྗེས་ད་ལྟ་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་གི་རྒྱུན་ལས་པ་ཚོས་ཨ་ནི་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་བརྒྱད་ལ། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་བརྒྱད་ཀྱི་སྤྱི་ཟླ་བརྒྱད་པའི་ཚེས་བཅུ་བཞི་ལ་དབུ་བཙུགས་གནང་བ་རེད། ཨ་ནི་དབུ་བཙུགས་གནང་རྗེས། ད་ལྟའི་ཐ་མདའ་རྡ་ཟི་ལིང་གི་རིགས་རྒྱུད་ལ་ཡོད་པའི་བོད་རིགས་ཡིན་པ། ཤར་པ་འབྲུག་པ་རྟ་མང་གཡོལ་མོ་རའི་ཨ་ནི། ལ་དྭགས་ཀྱི་དེ་ཙམ་དུ་མ་ཟད་ཕྱི་རྒྱལ་བ་ག་ས་ག་ནས་བོད་སྐད་བྱང་ཁར་ཕེབས་རེད། ཕེབས་རྗེས་དེང་སང་ཡུལ་མི་རྣམས་ལ་བོད་ཡིག་ཀློག་ཐུབ་པ་བྱུང་བ་འདི་འདྲའི་མང་པོ་ཞེ་དྲག་ཡོད་རེད། ཆས་གོས་དེ་ས་རིས་གོན། ས་རིས་དང་དེ་འདྲའི་ཆས་གོས་གཞན་དག་བོད་པའི་ཆས་གོས་མ་ཡིན་པ། གོན་ན་ཡང་བོད་ཡིག་ཆུ་རྒྱུག་རྒྱུག་ཀློག་ཐུབ་མཁན་མང་པོ་ཞེ་དྲག་ཡོད་རེད། དེ་ཨ་ནེ། འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་གི་ཡོང་འབབ་ལ་བརྟེན་ནས་མ་ཡིན་པ། བསམ་པ་རྣམ་དག་གིས་ང་རང་ཚོའི་རིག་གཞུང་གཅེས་འཛིན། ཁང་གནས། བོད་ཡིག་དང་བོད་སྐད་རིག་གཞུང། མི་ཉམས་གོང་འཕེལ་གྱི་ཆེད་དུ། གཅིག་དགོས་ཀྱི། གཅིག་བྱེད་དགོས་ཀྱི་འདུག། གསུང་བྱས། ཨུ་ཚུགས་གནང་པ་རེད། དེའི་ནང་ལ་ཨ་ནི། ཕྱི་རྒྱལ་བའི་སློབ་ཕྲུག་ཡུལ་མིའི་བོད་པ། རྩ་འཛམ་བུ་གླིང་གི་ས་ཆ་ཁ་ས་ག་ནས་བོད་ཡིག་དང་བོད་སྐད་བྱང་འགའ་ཕེབས་པ་རེད། ཨ་ནི། ངས་འདས་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ལ་ཞབས་ཕྱི་ཞུས་རྗེས་ལོ་ཉི་ཤུ་རྩེ་ལྔ་ལྷག་ཙམ་གྲུག་གི་ཡོད་རེད། ང་རང་གི་ངོས་ནས་ཡང། ཁ་ཞེན་གཉིས་མེད་ཀྱི་སེམས་པ་རྣམ་དག་གིས། ང་རང་ཚོའི་རིག་གཞུང་དང་སྐད་ཡི་གེ་གོང་འཕེལ་ཡོང་ཡག་གི་ཆེད་དུ། གང་ཡོང་ཅི་ཡོང་ཞབས་ཕྱི་ཞུས་པ་ཡིན་དགའ་བཞིན་སྤྲོ་བཞིན། དེ་ནས།

French དཀྱིལ་སྨད་གཅིག་གི་ཆུ་ཚོད་བཅུ་གསུམ་གྱི་ནང་ལ་བོད་ཡིག་ཀློག་ཐུབ་པ་བྱུང་བ་རེད། ཁོང་གཅིག་པོ་མ་རེད་ད་ལྟ་དེ་ཡུལ་མི་སློབ་ཕྲུག་ཚོ་སྤུ་གུ་ད་ལྟ་སློབ་གྲྭ་ལ་ཕེབས་མཁན་ཕྲུ་གུ་ཚོས་ཉི་མ་ཉི་ཤུ་རྩ་གཉིས་ཀྱི་རྗེས་ལ་དཀའ་དཀའ་དཀའ་ངལ་བྱང་མྱོང་མེད་མཁན་སློབ་ཕྲུག་གིས་ཉི་མ་ཉི་ཤུ་རྩ་གཉིས་ཀྱི་ཆེད་ལ་བོད་ཡིག་ཀློག་པ་དེ་བརྙན་ཐུང་མང་པོ་ཞེ་དྲག་བཟོས་བཞག་ཡོད། ཁྱེད་རང་ཚོ་འདི་ཟིན་པ་ཡིན་ན། འདི་ཁྱིམ་གྱི་རེད་པ། ཨ་ནི་དེ་ངས་བརྙན་ཐུང་གསན་གཟིགས་གནང་མཁན་ཕལ་ཆེ་བ་རྡ་རྗེ་གླིང་ལ་བཞུགས་མཁན་རེད། བཞུགས་མཁན་གྱི་ངའི་སློབ་ཕྲུག་དེ་འདྲ་རེད། ངས་ད་ག་ཟིག་གི་རྫུན་གཏམ་སྤེལ་བ་ཡིན་ན། ཨ་ནི་ཁོ་ན་ཚོ་ཁྱིམ་གྱི་རེད་པ། དེ་ནས་འོ་ཁོ་རང་ལ་ཏིང་ངེ་འཛིན་འདེབས་ཞུ་ཡ་ལ། འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ལ། སློབ་ཕྲུག་མང་པོ་ཅིག་ཡོང་རོགས་བྱས་ན་བསམ་བྱས། ངས་ཆུ་ཚོད་བཅུ་གསུམ་གྱི་ནང་ལ་བོད་ཡིག་སྦྱང་ཐུབ་པ་བྱུང་བ་རེད་ཞུས་པ་མེད་འདི་དངོས་ཡོད་ཀྱི་གནས་ཚུལ་རེད། དེ་ནས་ཉི་ཧོང་པ་ཅིག་གིས། ཆུ་ཚོད་ད་གསལ་པོ་དྲན་གི་མི་འདུག་ཆུ་ཚོད་ཉི་ཤུ་རྩ་བཞི། ཆུ་ཚོད་ཉི་ཤུ་རྩ་བཞི་ཟེར་ན་ཡང་ཉི་མ་གཅིག་ལ་ཆུ་ཚོད། གཅིག། བྱང་བཅས་དེ་འདྲས་གང་ལྟར། ཉི་མ་ཉི་ཤུ་རྩ་བཞིའི་རྗེས་ལ། བོད་ཡིག་ཀློག་ཐུབ་པ་དེ་འདྲས་མང་པོ་བྱུང་བ་རེད། དེ་ནས་ཁོ་རང་གིས་ད་ཁྱེད་རང་གིས་དེ་ག་རེ་ཞུ་དགོས་རེད། ཆུ་ཚོད་བཅུ་གསུམ་གྱི་ནང་ལ་བོད་ཡིག་སྦྱང་ཐུབ་པ་བྱུང་བ་རེད་ཟེར་ལབ་པ་མ་གཏོགས་ཨ་ནི། གསལ་ཞིང་གྲགས་པ་དེ་འདྲའི་ཁྱེད་རང་འགྲེལ་བཤད་བརྒྱབ་ཡག་མི་འདུག་ཅེས་ཀྱང་ཁོ་རང་གིས་དེ་གསུང་གི་འདུག་དེ་ནས་ད་དེ་འདྲ་རེད་དང་པོ་འདི་ཞུས་པའི་སྔོན་ལ། བོད་ཡིག་ང་རང་ཚོ་སྲོལ་རྒྱུན་གྱི་གོམས་གཤིས་ད་ག་རང་གི་བྱེས་སུ་དྲངས་པ་ཡིན་ན། ཡར་རྒྱས་རྩ་བ་ཉིད་ནས་འགྲོ་གི་མ་རེད། ད་ལྟ་དེང་དུས་ཀྱི་སློབ་སྦྱོང་གནང་སྟངས་ལ་ཡང་ལོ་རེ་ནས་ལོ་རེ་འགྱུར་བ་བཏང་རྗེས། སྤུ་གུའི་སེམས་ལ་ག་འདྲས་གྱོགས་པོ་ཤེས་ཀྱི་རེད། དེའི་ཐོག་ལ་བསམ་བློ་བཏང་རྗེས་ལས་སླ་བོ་ག་འདྲས་བཟོ་དགོས་རེད་བསམ་བསམ་བློ་བཏང་རྗེས། དེ་འདྲ། མོན་ཀྲི་སེ་རི་ཟེར་ཡ་སློབ་གྲྭ་འདི་འདྲས། གསར་པ་འདི་འདྲས་མང་པོ་ཞེ་དྲག་འགོ་བཙུགས་ཡོད་རེད། བྱས་ཙང་ད་ཁོ་རང་གི་དགོངས་ཚུལ་ལ། ཆུ་ཚོད་བཅུ་གསུམ་ལ་ད་བོད་ཡིག་ཀློག་ཡ་བྱང་མ་སྲིད་པ་རེད་དགོངས་པ་ཡིན་ས་རེད། ཨ་ནི་ངས་འདིའི་འགྲེལ་བཤད་རྒྱག་གི་མི་འདུག་ཅེས་ཅེས་ཁོ་རང་གིས་སྐྱོན་འཛུགས་གནང་གི་འདུག་ད། གང་ཟག་དེས་མཚན་ཞུ་མ་གོ་བ་བྱས་ད་མཚན་ད་འདི་ནང་ལ་འདུག་མཚན་འདི་ཡང་རྫུན་མ་ཡིན་སྲིད་གི་རེད། ང་རང་ཚོའི་དྲ་རྒྱའི་ནང་ལ། མཚན་དང། ཁ་བྱང་དང། གདོང་པ་དང་ཚང་མ། རྫུན་མ་བཟོ་མཁན་དེ་འདྲས་ང་རང་ཚོའི་སྤྱི་ཚོགས་ནང་ལ་མང་པོ་ཞེ་དྲག་འདུག་ག། ཨཱ་ནི། ད་འོང་ཁོ་རང་འདི་གསུང་གི་འདུག་ད། ཆུ་ཚོད་བཅོ་གསུམ་གྱི་ནང་ལ་བོད་ཡིག་ཀློག་ཐུབ་པ་ག་འདྲས་ཡོང་གི་རེད་ཞུས་པ་ཡིན་ན། ངས་དེབ་འདི་འདྲས། དེབ་གཅིག་ལ་ཤོག་ལྷེ་སུམ་བརྒྱ་ཡོད་པས། དེབ་དེ་འདྲའི། འདི volume དང་པོ་རེད། འདི volume གཉིས་པ་རེད། ད་ལྟ་ནང་བཞིན volume གསུམ་པ་ཡང་ཡོད་རེད་ད་དེ་རིང་ངས་དེ་ནང་ལ་མི་འདུག། བྱས་ཙང་ཁྱེད་རང། ཆུ་ཚོད་བཅུ་གསུམ་གྱི་ནང་ལ་བོད་ཡིག་ག་འདྲས་འཆང་པ་ཡིན་ན་བསམ་ནས་ཁྱེད་རང་གཟིགས། མཁྱེན་འདོད་ཡོད་ན། དེབ་འདི་གཟིགས་དང། བྲིས་མཁན་ང་ཡིན། དེབ་འདི་གཟིགས་དང། ད་ཡང་ཆུ་ཚོད་བཅུ་གསུམ་གྱི་ནང་ལ། བོད་ཡིག་སྦྱང་ཐུབ་པར་བྱེད་པ་ལ། ཕར་ཕྱོགས་ཀྱི་སློབ་ཕྲུག་དེ་ཡང་དོ་སྣང་དགོས་ཀྱི་ཡོད་ད་ཡང། ཇི་འདྲའི་སྣང་ལ་ཡོང་ཨ་ནི་གཏོར་མ་ནང་བཞིན་ཞུ་ཅེས། ཆོས་རྗེ་མཆོག་གསུམ་ནང་ལ་བཞིན་ཡ། རྩ་བ་ཉིད་ནས་ཡོད་མ་རེད། ད་འདི་འདྲ་བོད་ཡིག། ང་རང་ཚོ་དེ་ཡུལ་མི་ཚོས་དེ་ཤེར་པ་རྟ་མང་ཡོལ་མོ་བཀའ་གཅིག་མཐོང་མྱོང་མེད་མཁན་སློབ་ཕྲུག་ཚོས། ཉི་མ། ཆུ་ཚོད་འཛིན་གྲྭ་སུམ་ཅུ་སོ་དྲུག་འཛིན་གྲྭ་སུམ་ཅུ་སོ་དྲུག་ཟེར་ན། འཛིན་གྲྭ་གཅིག་ལ། འཛིན་གྲྭ་གཅིག་གི་དུས་ཡུན་དེ་ཆུ་ཚོད་གཅིག་དང་ཕྱེད་ཀ་རེད། ཆུ་ཚོད་གཅིག་དང་ཕྱེད་ཀ་ཆུ་ཚོད་གཅིག་དང་ཕྱེད་ཀ་བྱས་བྱས། ཉིན་མ་སུམ་ཅུ་སོ་བཞི་བྱས་ལ། བོད་ཡིག་ཀློག་ཐུབ་པ་ཙམ་དུ་མ་ཟད། བོད་གཞས་གཏང་ཐུབ་པ། བོད་སྐད་ཡང། རྨང་གཞི་དེ་འདྲའི། སྐྱོན་ཐུབ་པ་དེ་འདྲའི། ད་ལྟ་བྱུང་དང་འབྱུང་བཞིན་པ་རེད། ད་ལྟ་ཡང། ད་ད་ལོའི་སློབ་ཕྲུག་ཚོས། བོད་གཞས་བཏང་ཐུབ་ཀྱི་རེད། བོད་ཡིག་ཀློག་ཐུབ་ཀྱི་རེད། སྨོན་ལམ་ཁ་ཤས་འདོན་ཐུབ་ཀྱི་ཡོད་རེད། ཉིན་མ་སུམ་ཅུ་སོ་དྲུག་གི་རྗེས་ལ། ཐུབ་གནང་གི་རེད། དེ་ནས་ད་བོད་སྐད་ག་འདྲ་བསླབ་ཡ་ཡིན་ན་ང་རང་ཚོ་བོད་སྐད་སྐྱེས་དུས་ནས་ད་ཕ་མས་གི་བཀའ་མོལ་གནང་པ་འདི་ཚོ་མགོ་གོ་ཉིད་ཀྱི་ཚེ་ང་ཚོ་ཅིག་བག་ཆགས་རུ་གུ་ཞིག་དེའི་རྗེས་ཨ་ནི་ད་ག་རང་བེད་སྤྱོད་བྱེད་ཅེས་བཀའ་མོལ་གནང་གི་ཡོད་རུ་བ། ད་ཕྱི་རྒྱལ་བ་ཚོ་ལ་བསླབ་དགོས་བྱུང་ན་ད་དཔེར་ན་དེ་ནས་ཁོང་ཚོ་བལ་ཡུལ་ལ་ཕེབས་སོང་བསླབ་པ་ཡིན་ན། ད་སྡིགས་སུ་ལྟ་དུས་ཙམ་ནས་ཚིག་གྲུབ་ལས་སླ་པོ་ཞིག་བུད་འདུག་ག། དེ་ནས་དགེ་རྒན་གཞན་དག་ཅིག་གིས། ཁོང་ཚོ་བལ་ཡུལ་ལ་ཕེབས་པ་རེད། ལབ་པ་ཡིན་ན། ཨཱ་ནི་སློབ་ཕྲུག་ཚང་མས་ལག་པ་བརྐྱངས་རྗེས། ཕྱི་རྒྱལ་གྱི་སློབ་ཕྲུག་དེ་ཚོ་ལུས་ན་ཤི་མར་ད་ལམ་སང་བྲིས་བ་བཏང་གི་རེད། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་དགེ་རྒན་ལ་དྲི་བ་བཏང་ཟེར་ཡ་འདི་ལུགས་སྲོལ་དཀོན་པོ་ཞེ་དྲག་རེད། ཨ་ནི་སྔོན་མ་སྔོན་མ་ཡིན་ན་ཡང་བསྐྱར་བཀའ་འདྲི་ཞུས་པ་ནི་ངེད་ད་ར་ཡ་ཉེན་ཁ་ཆེ་སེ་ཡོད་རེད་བ། ཨ་ནི་ཕྱི་རྒྱལ་བ་ཚོས་ལམ་སར་དྲི་བ་བཏང་གི་རེད། ཁོང་ཚོ་བལ་ཡུལ་ལ་ཕེབས་སོང། དགེ་རྒན་གཞན་དག་ཅིག་གིས་ཁོང་ཚོ་བལ་ཡུལ་ལ་ཕེབས་སོང་གསུང་གི་འདུག་ཁྱེད་རང་གི་ད་ལྟ། ཁོང་ཚོ་བལ་ཡུལ་ལ་ཕེབས་པ་རེད་ཟེར་གི་འདུག་དེ་གཉིས་གཉིས་ལ་ཁྱད་པར་ག་རེ་ཡོད་ཟེར་ནས་ཚང་མས་ལག་པ་ཀྱག་ཀྱག་ཅིག་སྐད་ཆ་དྲིས་གི་རེད། ཁོང་ཚོ་བལ་ཡུལ་ལ་ཡོད་རེད། དགེ་རྒན་གཅིག་གིས་ནི་ཁོང་ཚོ་བལ་ཡུལ་ལ་ཡོད་རེད་གསུང་གི་འདུག་ཁྱེད་རང་གིས་ནི་ཁོང་ཚོ་བལ་ཡུལ་ལ་འདུག་གསུང་གི་འདུག་ཡོད་ཡོད་རེད་དང་འདུག་གཉིས་ལ་ཁྱད་པར་ག་རེ་ཡོད་རེད་ཟེར་ནས་དྲི་བ་བཏང་གི་རེད། ཡིག་ཚད་ཡག་པོ་བྱུང་སོང། ཡིག་ཚད་ཡག་པོ་བྱུང་བ་རེད། ཡིག་ཚད་ཡག་པོ་བྱུང་འདུག། ཡག་ཡིག་ཚད་ཡག་པོ་བྱུང་བ་ཡིན་ས་རེད་ང་རང་ཚོ་ཉིན་རེ་ཉིན་རེ་བུས་ཚེ་ལ་དེ་འདྲའི་མང་པོ་ཞེ་དྲག་གསུང་གི་ཡོད་རེད། ཁོང་ཚོས་ཡིག་ཚད་ཡག་པོ་བྱུང་བ་རེད་དང་ཡིག་ཚད་ཡག་པོ་བྱུང་སོང་ལ་ཁྱད་པར་ག་རེ་ཡོད་ཟེར་ནས་དྲི་བ་བཏང་གི་རེད། དགེ་རྒན་གཅིག་གིས་ཡིག་ཚད་ཡག་པོ་བྱུང་ཤག་གསུང་གི་འདུག། ཁྱེད་རང་གིས་ཡིག་ཚད་ཡག་པོ་བྱུང་འདུག་གསུང་གི་འདུག། འདི་གཉིས་གཉིས་ལ་ཁྱད་པར་ག་རེ་ཡོད་རེད། འདི་ཁྱེད་རང་ཚོས་འགྲེལ་བཤད་བརྒྱབ་མ་ཐུབ་ན། ང་ཚོ་བོད་སྐད་ག་འདྲས་སྦྱང་དགོས་རེད་ཅེས་བྱས་ཁོ་ཚོས། དྲི་བ་གཅིག་གི་ཆེད་ལ་དྲི་བ་གཞན་དག་བཏང་གི་རེད། ད་ངས་འདུག་ཞུས་པ་ཡིན་ན། བོད་སྐད་བསླབ་ཡག་འདི་ལས་སླ་བོ་ཡོད་དང་མེད། ཁྱེད་རང་ཚོའི་ཚོད་པ་ཐིག་རི་བ། དེ་འདྲ་བྱེད་ཅེས་ངས་ད་འདི་ཚོའི་བར་ལ་ཁྱད་པར་ག་རེ་ཡོད་རེད། ཁྱད་པར་ཡོད་པ་དེས་ཕྱི་རྒྱལ་གྱི་སྐད་ཅིག་ལ་འགྲེལ་བཤད་བརྒྱབ་ཐུབ་པ་དགོས་ཀྱི་ཡོད་རེད། དབྱིན་ཇིའི་སྐད་ལ་ཇི་མ་ཇི་བཞིན to the point exactly precisely འགྲེལ་བཤད་བརྒྱབ་ཐུབ་པ་མེད་ན་མ་བྱུང་ན། ཨ་ནི་སློབ་ཕྲུག་ཚོས་སྐྱོན་བརྗོད་བྱེད་ཀྱི་རེད་ཨ་ནི། ག་རེ་ཤོད་གི་རེད། ཕྱག་ལས་རྒྱབ་ཀྱི་རེད་ཨ་ནི། སློབ་ཕྲུག་ཚང་མའི་མདུན་ལ་ཁྱེད་རང། ལྐུགས་པ་རེད་ཟེར་གྱི་རེད། ད་འདྲ་མི་འདྲ་ཁོ་ཚོས་འགྲོ་སོང་མང་པོ་བཏང་བྱས། དུས་ཚོད་བཏོན། ལོ་མང་པོ་དཀའ་ལས་བརྒྱབ་པའི་དངུལ་དེ་དེ་ཁྱེར་རྗེས་ཨ་ནེ་བོད་སྐད་སྦྱང་གི་ཡིན་བསམ་བྱས་ཡོང་བར་བ་དུས་ཚོད། དོན། འགྲོ་སོང་བཏང། ས་ཆ། གཅིག་གི། ཉིན་མཚན་མེད་པར་ཆར་པ་བཏང་སའི་ས་ཆ་གཅིག་ལ་ཡོང་རྗེས་དགེ་རྒན་གྱི་འགྲེལ་བཤད་རྒྱག་མ་ཐུབ་ན། ཁོ་ཚོ་ཀོ་ལུང་བཞེངས་དང་བཞེངས་མ་རེད་བས།

སུའི་ཛི་ལན་ལ་ཡོད་མཁན་སློབ་ཕྲུག་ཚོ་ལ་བོད་སྐད་བསླབ་དགོས་ཀྱི་ཡོད་རེད། ཐའི་ལེན་ལ་ཡོད་པའི་སློབ་ཕྲུག་ཚོ་ལ་བོད་སྐད་བསླབ་དགོས་ཀྱི་ཡོད་རེད། ཨ་མི་རི་ཀ། France། ཁོང་ཚོ་ལ་རེ་སྨོན་ཆེ་ཆེ། བོད་སྐད་བསླབ་དགོས་ཀྱི་ཡོད་རེད། དེའི་ཞོར་ལ། ཡང། དེབ་བྲིས་ཀྱི་ཡོད། དེ་བྲིས། དེ་བྲིས་ནས་ཆུ་ཚོད་དང་པོ་དང་ཕྱེད་ཀ་ནས་ཆུ་ཚོད་ལྔ་དང་ཕྱེད་ཀ་བར་དུ་མུ་མཐུད་ནས་བདུན་ཕྲག་གཅིག་ལ་ཉི་མ་གསུམ་བོད་སྐད་བོད་ཡིག་འདི་འདྲ་བསླབ་ཀྱི་ཡོད། བྲེལ་བ་ཚ་པོ་ཞེ་དྲག་ཡོད། ཨ་ནི་འདི་ནས་སློབ་གྲྭ་ལ་ཕྱིན་པའི་སྐབས་ལ་གོམ་པ་རྒྱབ་ནས་འགྲོ་གི་ཡོད་ལུས་རྩལ་ཡག་པོ་ཞེ་དྲག་ཡོང་གི་འདུག་ཨ་ནི་མི་གཞན་དག་གི་སྐོར་ལ་བྱུས་གཏོགས་བྱེད་ཡག་གི་དུས་ཚོད་ཁོ་རང་རག་གི་མི་འདུག། ཨ་ནི་སྐད་ཆ་སྟོང་པ་བཤད་ཡ་དང་ཁ་དར་ཡ་དང་ཨ་ནི་མི་གཞན་དག་གི། མི་གཞན་དག་ཡར་ལང་གི་ཡོད་ན་དེ་མ་འཐེན་ཡག་གི། རྐང་པ་མ་འཐེན་ཡག་གི་དུས་ཚོད་སྤུ་ཙམ་ཡང་མེད། ད་ངས་དེ་རྐང་བཙུགས་ནས་དུས་ཚོད་སྟོན་བྱས། ཁྱེད་རང་ཚོ་ལ་བོད་ཡིག་གལ་ཆེན་པོ་ཡིན་པའི་སྐོར་ལ་ཁྱེད་རང་ཚོ་ལ་བཀའ་མོལ་ཅིག་ཞུ་གི་ཡོད་དེ་ནས་དེ་ད་ལྟ་དེབ་དང་པོ་དེ Third Edition ད་ལྟ་བྲིས་དང་བྲི་བཞིན་པ་ཡིན། བྲིས་དང་བྲི་བཞིན་པ་ཡིན། དེ་འདྲ་བྱས་རྗེས་དགའ་ཞིང་སྤྲོ་བཞིན། གཅིག་ང་རང་ཚོའི་སྐད་མི་ཉམས་གོང་འཕེལ་ཡོང་ཡག་གི་ཆེད་དུ་ལས་ཀ་བྱས་དང་བྱེད་མུས་ཡིན། ཨ་ནི། ད་ང་རང་ཚོ་དེ། ཡུལ་མིའི་སློབ་ཕྲུག་ས་ཆ་བཞག་པ་ཡིན་ན། རྒྱ་གར་གཞུང་གི་དཔོན་པོ་ཆེ་རིའི་ཆེ་ཚད་ཕེབས་ཀྱི་ཡོད་རེད། དཔོན་མི་སེར་ཆེན་པོ་དེ་འདྲས། དུས་ཚོད་སྟོན་བྱས།

ཚང་མ་ལས་བྱེད་པ་རེད་མང་ཆེ་བ་ལས་བྱེད་པ་རེད་ད་འདི་ནས་དོ་སྣང་ཆེན་པོ་བཞི་པོ་གནང་གི་ཡོད་རེད་གལ་ཆེ་དོད་ཆེ་ཚིག་ཆེ་ད་ང་རང་ཚོ་བོད་པའི་སྤྱི་ཚོགས་འདི་ལ་ག་རེ་ལྟར་བྱས་སོང་པ་ཡིན་ན་སོ་སོའི་སྐད་ལ་ཡང་དོ་སྣང་དེ་ཙམ་མེད་པ་ཡང་སྐད་གཞན་དག་ཅིག་སྤུས་དག་པོ་གཅིག་བྱང་དགོས་བསམ་བྱས་སློབ་སྦྱོང་གནང་མཁན་ཡང་མེད་པ། དེ་འདྲའི་བྱས་བྱས་བཞུགས་ཀྱི་འདུག་དེ་ནས་ད། ཅིག་ལས་ཀ་མ་བྱས་ནས་བསྡད་པ་ཡིན་ན་ཨ་ནི་འདི་སྐྱིད་པོ་ཡིན་ཤག་བྱས་བྱས། ངའི་མཐོང་ཚུལ་ལ་ནི་ད་ཤི་སྒུག་བརྒྱབ་པ་ན་ཤི། མཐོང་གི་འདུག་དེ་འདྲ་བྱས་ནས། དེ་ནས་ཡུལ་མི་སློབ་ཕྲུག་ཁ་ཤས་རྒན་མགོར་ཟླ། ལོ་དྲུག་ཅུ་བདུན་ཅུ་དེ་འདྲའི་ནེ་པ་ལི་མ་ཤེས་མཁན། ནེ་པ་ལི་བྲིས་མ་ཤེས་མཁན་ཨིན་ཇིའི་བྲིས་མ་ཤེས་མཁན་དེ་འདྲས་ཀྱིས་བོད་ཡིག་འཆང་བྱས། ཟླ་བ་གསུམ་གྱི་ནང་ལ་ད། ཨའོ་ཞེ་པོ་ཀློག་གི་འདུག་ད་ཟླ་བ་གཅིག་གི་ནང་ལ་ཏན་ཏན་ཡང་བསྐྱར་དུ་ཟླ་བ་གཅིག་ཁོ་རང་ཚོ་ཕེབས་པས་ཡིན་ན། རྒྱ་ཚ་རྒྱ། ལོག་ཐུབ་ཀྱི་རེད་བསམ་གྱི་འདུག། ཨོ་དེའི་ཕྱིར། དེ་ནས། དེ་ནས་ད་ལྟ་དེ་ནིའུ་ཡོག་ལ་ཡོད་པའི་བོད་པ་གཅིག། ནིའུ་ཡོག་ལ་ཡོད་པའི་བོད་པ་གཅིག། དེབ་འདི

བོད་པའི་བུ་གཅིག་གིས། ཉིན་མ་བཞི་བཅུ་ཞེ་དགུའི་ནང་ལ། དེབ་དེ་ཀློག་ཚར་སོང། བོད་སྐད་བྱང་ཡག་ལ་ག་པོ་ཞེ་དྲག་གནང་གི་འདུག་ཁོ། བློ་འཛིན་བྱེད་དགོས་ཡ་དེ་འདྲའི་གང་ཡག་ཡོད་མ་རེད་རྒྱུ་མཚན་དེ་ཡིན་གྱི་མིན་གྱི་ཤེས་དགོས་ཀྱི་ཡོད་རེད། རྒྱུ་མཚན་དང་ལྡན་པའི་སྐད། ད་སྐད་བྱང་པའི་སྐབས་ལ། དེ་འདྲའི་ཁྱེད་རང་ཚོས་ཨ་ཁ་རེ་ཞུ་དགོས་རེད། མིང་ཚིག། རྒྱན་ཚིག། ཨ་ནི་བྱ་ཚིག། གང་ཟག་དང་པོ་གང་ཟག་གཉིས་པ་བྱ་བའི་ཡུལ། བྱེད་པ་པོ་ཟེར་ཡ་དེ་ཚོ་དབྱིན་ཇིའི་མི་གཅིག་མཁྱེན་དགོས་ཀྱི་ཡོད་རེད་དབྱིན་ཇིའི་སྐད་ལ་དེ་འདྲའི་དཔེ་མི་སྲིད་མང་པོ་ཡོད་རེད། དེ་ནས་ད། དཔེར་ན་རི་བ།

Come to hell། འདི་ཡང་སྤྲུལ་རེད། དེ་གཉིས་གཉིས་ཁྱད་པར་ག་རེ་ཡོད་རེད་ཟེར་ནས་དྲི་བ་བཏང་གི་རེད་བ། དྲི་བ་བཏང་དུས་རྩ་ནས། འགྲེལ་བཤད་བརྒྱབ་ཡག་ལ། དེབ་འདི་མེད་ཐབས་མེད་པ་རེད། ད་ཡང་ཁ་ཆེམས་དེ་སྐྱོན་བརྗོད་གནང་མཁན་དེ་གིས་ཡང། ཁོ་རང་གི་དེབ་བཙོང་ཡག་གི་ཆེད་དུ། བརྙན་ཐུང་འདི་བཟོས་པ་རེད། གོང་སྲིད་ཀྱི་རེད། དེ་བྲིས་ནས་ཡོང་འབབ་མང་པོ་ཅིག་ཡོང་ཡ་སེམས་ཐག་རེད་ག་རེ་ཡིན་ཞུས་པ་ཡིན་ན།

དྲན་རྟགས་མཁན་བཅས། དེབ་ཀློག་མཁན་འདི་འདྲས་དཔེ་མི་སྲིད་ཁོམ་པོ་རེད། ཇི་འདྲས་ཡིན་པ་སོང་ཙང་དེབ་འབྲི་མཁན་ལ། བོད་པའི་སྤྱི་ཚོགས་ནང་ལ། ཡོང་འབབ་ཡག་པོ་ཅིག་ཡོང་ཡ་སེམས་ཐག་རེད། དོན་དག། ཡིན་ན་ཡང་ད་ངས་འདི་ང་རང་ཚོའི་སྐད་འདི། ངས་ལོ་མང་པོ་ཉམས་མྱོང་བསགས་པའི་ཕྱིར་ལ། སྐད་དེ་སྲུང་སྐྱོབ་བྱེད་ཡག་གི་ཆེད་དུ། སྐད་རིགས་གཞན་དག་ཅིག་ལ་བྲིས་བཞག་པ་ཡིན་ན། མ་འོངས་པ་ལ། སྐད་བྱང་འདོད་ཡོད་མཁན་ཚོས། བྱང་ཐུབ་ཡག་ཆེ། ངས་དེ་འདྲ། ལོ་ཉི་ཤུ་རྩ་བཞི་ཉམས་ཞིབ་བྱས་བྱས། ཉམས་ཞིབ་བྱས་བྱས། ཁོང་ཚོ་རྒྱ་གར་ལ་ཡོད་རེད་དང་ཁོང་ཚོ་རྒྱ་གར་ལ་འདུག་འདི་ངེད་གཉིས། ཁོང་ཚོ་རྒྱ་གར་ལ་ཡོད་རེད་ལབ་ན་འགྲིག་གི་རེད་པས། ཁོང་ཚོ་རྒྱ་གར་ལ་འདུག་ལབ་ན་འགྲིག་གི་རེད་པས། འདུག་དང་ཡོད་རེད་ལ་ཁྱད་པར་ག་རེ་ཡོད་རེད་འདི་ཚོ་ཚང་མ། ཞིབ་བཞིན་ཕྲ་བ་ངས་ཉམས་ཞིབ་བྱས་བྱས། ཨིན་ཇིའི་སྐད་ལ་བྲིས་བཞག་ཡོད། དེ་ནས་ཡང་ངས་དེ། ནེ་པ་ལི་སྐད་ལ། དེབ་དེ་ཚོ་ཡང་བསྐྱར་ནེ་པ་ལི་སྐད་ལ་བསྒྱུར་གྱི་ཡོད། ནེ་པ་ལི་སྐད་སྐྱོན་མཁན་ཚོ་བོད་སྐད་སྦྱང་འདོད་ཡོད་པས་ན་ལམ་སང་སྦྱང་ཆོག་ཆོག། ཡོང་ཡ་ངས་ད་ལྟ། ད། དཔེ་དེབ་དང་པོ་འདི་ནེ་པ་ལི་སྐད་ལ་བྲིས་ཚར་འགྲོ་ཡོད། ངས་མི་གཅིག་སླད་བྱས།

ནུབ་ཕྱོགས་པ་ཚོས་ཟེར་གྱི་འདུག་དེ་ནས་བརྒྱ་ཆ་ཉི་ཤུ་ནི་ཡུལ་མི་ཚོས་ནེ་པ་ལི་སྐད་སྐྱོན་མཁན། ཤར་པ་དྲུག་པ་ཡོལ་མོ་ཨ་ནི་རའི་ཁོང་ཚོས་ཟེར་གྱི་འདུག་དེ་ནས་བོད་པའི་དེབ་ཉོ་ཡ་ཟེར་མཁན་དེ་དཔེ་མི་སྲིད་ཀོང་པོ་རི་དྭགས་བརྒྱ་ཆ་བཅུ། བོད་པ་ཚོས་ཟིལ་ཡོད་ན་མེད་ན། དེ་འདྲ་བྱས་བྱས། དངོས་ཡོང་འབབ་གཅིག་པོ་བསམ་བློ་བཏང་པ་ཡིན་ན་ང་ཚོ་ཚོང་པ་ཡིན། ཚོང་བརྒྱབ་པ་ཡིན། ལྡབ་གསུམ་ཞིག་གི་ཁེབས་སང་ཆེ་བ་ཡོད་རེད་ནི་ངས་དེ། སོ་སོའི་སྐད་དེ་ང་ལ་ཉམས་མྱོང་སྟེར་བཞིན་ཡོད་པ་སོང་ཙང། གཅིག་གིས། མི་རིགས་གཞན་དག་གི། མི་རིགས་གཞན་དག་གི་སྐད་སྐྱོན་མཁན་ཚོའི། བྱང་པ་ཡིན་ན་བྱང་གཡག་ལས་སླ་བོ། གནད་ལ་མཁས་པ། to the point ཇི་མ་ཇི་བཞིན། ངས་འདིའི་ནང་ལ་འགྲེལ་བཤད་བརྒྱབ་བཞག་ཡོད། ཨཱ་ནི། བོད་སྐད་ཟེར་མཁན་དེ་དེ་ལ། ཁྱེད་རང་ཚོས་མཁྱེན་གྱི་ཡོད་ཀྱི་རེད།

བྱས་ཙང་ཁྱེད་རང་ཚོས Like it གནང Share it གནང་པ་ཡིན་ན། YouTube གིས་ཏི་ག་ས་ག་ལ་གཏང་གི་རེད། དབྱིན་ཇིའི་སྐད་ལ་ཞུས་པ་ནི It will get more exposure གཏང་པ་ཡིན་ན། ཨ་ནི་ས་ཆ་ཁུག་ཀྱོག་འདི་འདྲ་ལ་བོད་ཡིག་བྱང་གོ་ཨ་བོད་སྐད་བྱང་གོ་ཨ་བསམ་མཁན་འདི་ཚོ་ཡང། རྡོ་རྗེ་གླིང་ལ་ཡོང་མ་དགོས་པའི་ཐོག་ནས་དཔེ་ཆ་ཀློག་ཐུབ་པ་དེ་འདྲས་ཡོང་གི་རེད། བྱས་ཙང་ཁྱེད་རང་ཚོས་བརྙན་ཐུང་འདི་འདྲས་གཟིགས་ཀྱི་ཡོད་པ་ཡིན་ན། གཟིགས་ཀྱི་ཡོད་པ་ཡིན་ན་ཁྱེད་རང་ཚོ་མཉེས་པོ་ཡིན་ཡིན་གཅིག་མིན་གཅིག་ལེགས་ཀྱི་གནང་དགོས་རེད། ནེ་པ་ལི་གི་བརྙན་ཐུང་ཡིན་ནའི་འདྲ་ཧིན་དི་གི་ཡིན་ནའི

ཕངས་སེམས་གནང་རྒྱུ་ཡོད་མ་རེད། དེ་འདྲ། གནང་པ་ཡིན་ན་འདི་ངས་བོད་སྐད་ལབ་གི་ཡོད་རབས་འདི་ག་ས་ག་ལ་ཁྱབ་འགྲོ་གི་རེད་ཁྱབ་པ་ཡིན་ན། ཨ་ནི། བོད་ཡིག་དང་བོད་སྐད་སྦྱང་འདོད་ཡོད་མཁན་ཚང་མས། ཚང་མ་ལ་ད་བྱང་ཡག་གི་གོ་སྐབས་ཅིག་རག་གི་རེད་པ། འདི་བྱས། དེ་ནས། བརྙན་ཐུང་འདི་འདྲའི། མིང་རྫུན་མ། པར་རྫུན་མ་དེ་འདྲས་ཀྱི་དཀྲོག་གཏམ་རྒྱབ་ཀྱི་ཡོད་ན Report བྱེད་དགོས་ཀྱི་ཡོད་རེད། དེ་ང་ཚོའི་སྤྱི་ཚོགས་ལ་གནོད་ཡག་གི་བརྙན་ཐུང་རེད་ཤག་ཡིན་གཅིག་མིན་གཅིག་བཀག་རོགས་གནང་བྱས་རྗེས་ཁྱེད་རང་ཚོས་ལྟ་འདི་གནང་ཐུབ་ཀྱི་རེད་པ། དེ་གནང་དགོས་ཀྱི་ད་རྒྱ་མིས་འདི་ལ་ཤུགས་ཞེ་པོ་རྒྱབ་ཀྱི་ཡོད་ད་རྒྱ་མིས་ཀྱི་འདི་ལ Soft Power ཟེར་གྱི་ཡོད Soft Power Soft Power ཟེར་ན། མི་བསད་པ་ལ་འགྱུར་བ་བཏང་ཡག་ཁོ་རང་ཚོ་ལ་དགའ་ཡག་གི་བརྙན་ཐུང་འདི་འདྲ་བཟོས་རྗེས་འཛམ་བུ་གླིང་གི་མི་དེ་ཚོར་ཨོ་རྒྱ་མི་ཟེར་མཁན་འདི་ཡག་པོ་ཡིན་ས་རེད་ད་བསམ་བསམ་བཟོ་ཡག་ལ་འགྲོ་སོང་ཞིབ་པོ་བཏང་གི་ཡོད་རེད་མི་ཤ་གི་ཡོད་རེད་དཔེར་ན་རྒྱ་མི་ལ་སྐྱོན་བརྗོད་བྱེད་པའི་བྱེད་ཡག་གི་བརྙན་ཐུང་ཅིག་ཡིན་ན་ཁོང་ཚོས dislike བྱེད་ཀྱི་ཡོད་རེད་ལམ་སང report བྱེད་དགོས་འདི

རྒྱ་ནག་གི་སྐྱོན་ཆ་དེ་གས་དེ་མ་མཐོང་ཡ། ལེགས་པའི་ཆ་དེ་མཐོང་ཡ། ཁོ་ཚོས་ཤུགས་ཞི་བོ་ཅིག་རྒྱབ་དགོས་པ་རེད། དེ་འདྲ་ཡིན་པ་སོང་ཙང་ང་རང་ཚོའི་སྤྱི་ཚོགས་ནང་ལ་ཡང། ཅིག་གིས་བཀའ་མོལ་ཡག་པོ་གནང་པས་ན Dislike བྱེད་མཁན་ཏན་ཏན་ཡོད་ཀྱི་རེད་དེ་འདྲས་ད། རྒྱ་མི་ལ་དགའ་པོ་ཡོད་མཁན་དེ་འདྲས་ཀྱིས།

དེ་འདྲ་བྱས་བྱས་ད་ངས་དེ་གཞན་དག་ག་རེ་ཞུ་ཡ་ཡོད་ཟེར་ན། འོ་འདི་ད་གང་ལྟར་སྐད་རྒྱལ་ཆེན་པོ་ཞེ་དྲག་རེད། ང་ཚོ་དེ་རྗེ་མེས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ལ་ཉི་མ་བཞི་བཅུ་སློབ་གྲྭ་ལ་ཕེབས་མཁན་སློབ་ཕྲུག་ཚོ་ལ། ཉི་མ་བཞི་བཅུ་བོད་ཡིག་བསླབ་གནང་གི་འོད་ལྟ། Intensive། Amnesty Intensive། གཅིག་དུས་ཚོད་ཐུང་ཐུང་གི་ནང་ལ་འབྲས་བུ་ཐོན་པ་ཅིག་བསླབ་གནང་གི་ཡོད་རེད་དེ་འདྲ་བསླབ་པའི་སྐབས་ལ། ད་ཡུལ་མི་ཚོ་ནི་སྔ་ཐག་ཆོད་ཡོང་གི་རེད། ད་ང་རང་ཚོ་བོད་པའི་སྤུ་གུ་ཚོ་ག་རེ་ར་བུ་བྱས་པའི་ན་དོ་སྣང་ཡང་དེ་ཙམ་མེད་པ། དེ་ནས་སྤུ་གུ་ཚོ་བོད་ཡིག་བྱང་གི་བྱང་གི་ཕ་མ་ཚོས་གནས་སྐོར་ལ་ཁྲིད་འགྲོ་གི་འདུག་བདུན་ཕྲག་གཅིག་ཉི་མ་བཅུ། ཁྲིད་ཡོང་ཁྲིད་པའི་སྐབས་ལ། ང། ད། བདུན་ཕྲག་གཅིག་ངས་སྤུ་གུ་འཛིན་གྲྭ་ཡོང་ཐུབ་གི་མ་རེད་དགོངས་པ་གནང་རོགས་གནང་ཟེར་མཁན་ཡང་ཡོད་མ་རེད། ཨ། གོ་སྐབས་ཡག་པོ་ཞིབ་པོ་ཅིག། འཇམ་དབྱངས་བོད་ཀྱི་རིག་གཞུང་སྤྱི་ཚིགས་གང་གིས་གནང་གི་ཡོད་རེད། ཡིན་ནས་བོད་པ་ཚོས་གོ་སྐབས་བཟང་པོ་དེ་ཞེ་དྲག་ལེན་ཐུབ་གནང་གི་མི་འདུག། ཨ་ནི་ད་སྐུ་མདུན་གྱི་བཀའ་དགོངས་བཞིན་སོ་སོས་སྐད་དེ་མ་བརྗེད་པ་བྱེད་ཨ་ཟེར་ནས་གསུང་གི་ཡོད་རེད་པ། གསུང་དང་གསུང་བཞིན་པ་རེད། ཡིན་ནའི་ད་ང་ཚོ་སྤོས་ཕུལ་ཡ་དང་མཆོད་མེ་ཕུལ་ཡ་དང་ཨ་ནི་ཡི་ཤི་ནུ་བ་ལ་སྐྱབས་སུ་མཆི་ཞུ་ཡ་ཙམ་མ་གཏོགས། ཨ་ནི་སོ་སོའི་སྐད་གསུང་སྐྱོབས་གནང་ཡ་ལ་དོ་སྣང་དེ་ཙམ་ཡོད་མཁན་ངས་མང་པོ་ཞེ་དྲག་མཐོང་གི་མི་འདུག་དེ་འདྲ་བྱས་བྱས་དེ་འདྲ་ཟེར་རུང་ད་ངས་ཁོ་རང་དེ་ཁ་འཛིང་ཉི་མ་ཁར་ས་ཁྲི་ཚོས་བཅུ་གསུམ་ལ་བོད་ཡིག་ག་འདྲས་ཤེས་ཀྱི་རེད་ཟེར་མཁན་བསོད་བྲོ་བོ་ཅེས་ཅེས། སྐད་ཆ་ཡག་སྐོར་མར་སྐོར་དོན་དག། ཁྱེད་རང་ཚོ་སློབ་གྲྭ་ལ་མི་མང་པོ་ཡོང་རོགས་བྱས་ན་བསམ་བྱས་ཁྱེད་རང། རྫུན་གཏམ་སྤེལ་གྱི་འདུག་ཟེར་མཁན་བསོད་བྲོ་བོ་ཅིག། གསུང་གི་འདུག། ཨཱ་ནི་ཁྱེད་རང་བོད་ཡིག་དང་ཁྱེད་རང་གི་ངོས་ནས་བོད་ཡིག་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་ཁྱེད་རང་གི་ག་རེ་གནང་ཡོད། བོད་པའི་སྤྱི་ཚོགས་ལ་རྩ་དོན་ལ་ཕན་ཡག་ཕྱག་ལས་ག་རེ་གནང་ཡོད་ག་རེ་གནང་མྱོང་ཡོད། ངས་འདས་ལོ་ཉི་ཤུ་རྩ་བཞི་བྱས་རྗེས་དེབ་གསུམ་ཁྱོན་བསྡོམས་བཅས་ཤོག་ལྷེ་གཅིག་སྟོང་ཡོད་པའི་དེབ་གསུམ་བྲིས་ཡོད། ཨ་ནི་ཁྱེད་རང་གལ་སྲིད། ཆུ་ཚོད་བཅོ་གསུམ་གྱི་ནང་ལ་བོད་ཡིག་ཀློག་ཐུབ་པ་བཟོ་འདོད་ཡོད་ན། དེ་སྲིད་ད། ཨ་ནི་ཁྱེད་རང་ཁྱིམ་གྱི་རེད། ཨོ་དེ་འདྲ་བྱས་བྱས། སྲིད་དོན་གྱི་སྐོར་ལ་ནི་ངས་དེ་བཀའ་མོལ་ཞུ་གི་མེད། ང་རང་ཚོ་བོད་སྐད་སྲུང་སྐྱོབ་བྱེད་ཡག་གི་ཆེད་དུ། དེ་འདྲའི་བརྙན་ཐུང་བཟོས་པའི་སྐབས་ལ་ཨ་ནི། ཁྱེད་རང་གི་སྐད་ཆ་ལ་ཆོ་མི་འདུག་ཟེར་མཁན་དེ་བོ་དེ་འདྲས་ཁོ་རང་དེ་གསུང་གི་འདུག་དེ་ཁོ་རང་གི་མིང་དེའི་ནང་ལ་འདུག་དེ་ཕལ་ཆེར། ཁོ་རང་གི་བཀའ་མོལ་དེ་གནང་སྟངས་ལ་གཟིགས་པ་ཡིན་ན།

མཚམས་མཚམས་ཉིན་གུང་ཁ་ལག་ཟ་ཡག་བྱེད་ཀྱི་འདུག་ཡིན་ནས་སོ་སོའི་རིག་གཞུང་ཁྱབ་སྤེལ་འགྲོ་ཡག་ལ་ང་རང་སྤྲོ་སྣང་ཡོད། བྱེད་པའི་སྐབས་ལ་ཡང་ཁྲེལ་ནང་བཞིན་མ་ཡིན་པ། སྤྲོ་སྣང་གི་ངང་ནས་དགའ་བཞིན་སྤྲོ་བཞིན་ང་དེ་འདྲས་བྱེད་བཞིན་པ་ཡིན། ཨ་ནི་ཁྱེད་རང་ཆུ་ཚོད་བཅུ་གསུམ་གྱི་ནང་ལ་བོད་ཡིག་སྦྱང་འདོད་ཡོད་པ་ཡིན་ན། དེབ་དེ་བཟི་དང་ཨ་ནི་ཁྱེད་རང་གས་གནང་གི་མེད་ན། དེ་བྲིས་མེད་ན་ཉམས་ཞིབ་གནང་མེད་ན། ཁྱེད་རང་གི་སྤྱི་ཚོགས་ཀྱི་ཆེད་དུ་ག་རེ་གནང་ཡོད། དེ་ཁྱེད་རང་ཐུགས་བསམ་བཞེས། ཨ་ནི་གཅིག་གནང་ཡོད་ན་ནི་དགའ་བ་སྒོམ་རྒྱུ་རེད། མེད་ན་ཨ་ནི། སྐྱོན་བརྗོད་རྐྱང་རྐྱང་གནང་རྗེས། མི་གཞན་དག་གི་རྐང་པ་འཐེན་ཅིག་ཞུ་བ་ཡིན་ན། ཨ་ནི་སྡིག་པ་ཡང་བསགས་ཀྱི་ཡོད་རེད་མི་ཚེ་འཕྲོ་བརླག་རེད། ཨ་ནི་ཡང་དེ་འདྲའི། བོད་ཡིག་དང་བོད་སྐད་ཀྱི་དོན་དག་ལ་ཅིག་བྱེད་ཀྱི་བྱེད་མཁན་མི་ཅིག་ལ་སྐྱོན་བརྗོད་བྱེད་ཅེས་སེམས་ཤུགས་བཅག་པས་ན་ཁྱེད་རང་ལ་རྒྱབ་ལོག་དེ་ནས་དངུལ་བལྟས་ཚོད་རག་གི་ཡོད་ཀྱི་རེད། དེ་འདྲ་ཞེས་བྱས་ད་ངས་དེ་བཀའ་མོལ་ཞུ་ཡ་དེ་དེའི་མཚམས་བཞག་གི་ཡིན། འོ་དེ་འདྲ་ཞིག་རེད། རྒྱ་གར་ལ་བཞུགས་མཁན་ཡིན་ན་ནི་ངས་བཏང་གི་ཡོད་བྲག་ཐོག་ནས། ཕྱི་རྒྱལ་ལ་ཡིན་པ་ཡིན་ན་ནི་དེབ་ཀླད་བྲག་ལ་གོང་ཆེ་བ་འདུག་ཕྱི་རྒྱལ་བ་མི་ཚོས་ཉོ་གི་འདུག་སྒོར་མོ་ལྔ་བདུན་དྲུག་བདུན་འགྲོ་སོང་སྟངས་བཅས། བྲག་ཐོག་ལ་བཏང་བས་ན། སྒོར་མོ་སུམ་སྟོང་བྲག་ལ་གནས་ཀྱི་འདུག། ད་འདིས་གང་ལ་དེབ་ཀྱི་རིན་པ་བརྩི་བས་ན། སྒོར་མོ་དྲུག་སྟོང་དེ་འདྲའི་འགྲོ་སོང་བཏང་བྱས་ཁོ་རང་ཚོ་ཉོ་གི་འདུག། ཨ་ནེ། དེ་འདྲ་བྱས་རྗེས་ཁྱེད་རང་ཚོ་ཡང་སོ་སོའི་སྤུ་གུ་ལ། བོད་སྐད་དང་བོད་ཡིག་བསླབ་ཡག་ལ་དོ་སྣང་ཡོད་ན། དེབ་འདི་གཟིགས་རོགས་གནང་ད་ལྟ་ནིའུ་ཡོག་ལ་ཡོད་པའི། བུ་ཁོ་རང་གི་མཚན་ལ་ཁར་ས་ཆོན་པེ་ལ། ཆུ་ཚོད་བཞི་བཅུ་ཞེ་དགུའི་ནང་ལ། དེབ་འདི་ཀློག་ཚར་སོང།

ཐུགས་སྣང་གནང་བའི་རེ་བ་དང་བཅས། ཨ་ནི་དེ་རིང་གི་བརྙན་ཐུང་དེ་དེ་མཚམས་བཞག་གི་ཡིན། ཨ་ནི་གསན་གཟིགས་གནང་བ་ལ་ཐུགས་ཆེ་གནང།